སྒོ་བཞི་ལ་རྒྱ་བོད་ཆེན་པོ་བཞི་ཟེར་མཁན་དེ་ག་འདྲ་ཞིག་ཡིན་ན་ལ། དེ་ཆེ་ཨ་ནི་རྒྱ་བོད་རྒྱ་ཆེན་བཞི་པོ་དེ་ལྷང་གི་ལོ་རིས་ད་གང་ཟེར་སྒོམ་ཆོག་ལོ་རིས་དེ་ལ་རྒྱ་བོད་བཞི་པོ་དེ་ཡོང་གི་འདུག་བ་ཨ་ནི་སྒོ་བཞི་ལ་རྒྱ་བོད་ཆེན་པོ་བཞི་ཞུ་ཡས་དེ་གང་ཅིག་མཚུངས་ཀྱི་ཡོད་ན་དེ་བསམ་གྱི་འདུག་ལ། དེ་ཅིག་ཅིག་བྱས་ལ། ད་ཅིག་ལ་ལ། སྟོན་པ་བཅོམ་ལྡན་འདས་ལ། ཨཱ་ནི། དགེ་སློང་ལེགས་པའི་ཀརྨ་གིས་ཨཱ་ནི་ལོ་ཉི་ཤུ་རྩ་ལྔ་ཞབས་ཀྱི་རྒྱུ་ནི། ཨཱ་ནི་ཅིག་གང་ཟག་ཅིག་བྱས་རེས་ཡས་དུ་བ་ལ། ཨཱ། གྲོང་འདུས་སྐབས་ལ་ཡི་དྭགས་ལ་སྐྱེས་ནས་གྲོང་ཨ་རེས་དེ་འདྲས་ཅིག་གསུངས་འདུག་དུ་བ། ད་དེ་གང་འདྲས་ཡིན་ན་དེ་ལ་དོགས་པ་ཞིག་པོ་ཟ་ཡི་དུ་བ་ལ། ད་ཁོང་རང་མི་ཡི་རིན་པོ་ཆེ་འདི་ཞབས་ཀྱི་དག་གཟུགས་ལོ་ཉི་ཤུ། ཉི་ཤུ་རྩེ་ལྔ་དུ་བཞུགས་དུས་བཀའ་ལ་དེ་འདྲ་གཉའ་ལ་ལ་རོལ་བ་ག་འདྲ་ཡིན་ན་བསམ་ནས་དེ་བཞིན་བཞུགས་ཡིན་ལགས་སེ། བྱེ་མ་བྱེ་ཞེན་དང་ཞེ་ཡོད་དཀའ་པོ་རེད་ཡིན་ན་ཡང་མདའ། བཙུན་མདའ་མན་ལགས་ཀྱིས་ཨ་ནི་ག་མདའ། གོ་ཞེས་ལ་རྒྱ་བོ་བཞི་བསད་དེ་རྒྱ་ཆེན་བཞི་དེ་ད་ག་རང་ག་མདའ་གནམ་སྡོད་བསད་དང་ཨ་ནི་མི་མི་བཟང་ཨ་ནི་དེ་ཚོ་རེད། གང་ལྟར་ང་རང་ཚོ་གི་ཆིག་ལྷག་གི་གོམས་ཕྱོགས་ལ་ནི་གཅིག་དེ་ཁ་སོགས་རེ་དག་སྐྱ་བོ་ཞེས་ཤའི་ལུས་སོགས་བྱས་ཡོད་རུང་བ། ཨ་ནི་དེ་ཚོ་དེ་ནི་ང་ཚོ་ཡིན་ན་ད་ཅི་སྟངས་དེ་འདྲ་གི། རྒྱལ་པོ་ཞེས་བྱ་ཡས་དེ་ལྟར་ཟེར་ན། མཚོན་དོན་གྲོགས་པོ་དེ་སངས་རྒྱས་ཀྱི་བདག། ཅིག་དེ་ཁ་སོགས་བསྟན་པ་ཕྱོགས་བཞི་ཀུན་ལ་དར་རྒྱས་ཡོང་གི་ཡོད་རེད། དེ་དར་རྒྱས་ཡོང་བའི་མཚོན་དོན་གྱི་ཆེད་དུ་ལ་ཨ་ནི་དེ་འདྲའི་རྒྱལ་པོ་ཞེས་བཞག་ཚུལ

ཨ་ནེ་ཞག་ཚོ་གཅིག་རེད། ཨ་ནེ། ཡང་འགྲེལ་བཤད་གཅིག་ལ་ག་རེ་ཡོད་རེད་ལ་ན། དེ་འགྲེལ་བཤད་གཅིག་ལ་ཡང་དེ་སངས་རྒྱས་ཀྱི་ཨ་ནེ་བསྟན་པ་མི་ནུབ་བ་ཨ་ནེ་གསུང་ཡས་ཀྱི་རྒྱལ་མཚན་གྱི་ཨ་ནེ་ཏོག་དང་མངོན་པར་འཕགས་པ་ཆེ་ནས་ཨ་ནེ་དེ་ཕ་ཡི་གཅིག་ལ་ཁ་སོ་ཕོ་བྲང་གཅིག་ལ་དགོན་པ་རེ་ཟུར་ལ་དེ་འདྲས་བཞག་གི་ཡོད་རེད་ཟེར་ནས་ད་འགྲེལ་བཤད་རྒྱག་སྟངས་དེ་འདྲས་གཉིས་འདུག། ཨ་ནི་གང་དག་ལེགས་པའི་བཀའ་མ། ཇི་དང་སངས་རྒྱས་བཅོམ་ལྡན་འདས་ལ། ཨ་ནི་ཞབས་ཀྱིས་ཞུས་རེ་ཐ་མ་ཡི་དྭགས་ལ་སྐྱེས་རེ། ཟེ་ཡ་སྐྲ་བོ་ཅིག་ཡིན་པ་ཡིན་ན་ད་དེ་བྱེད་མ་བྱེད་ཆེན་གྱི་ངང་ལ་ཧ་མོ་ཟེར་འདོད་ཡིན་ན། རྒྱལ་པོ་ལེགས་པའི་བཀའ་མ་གིས་སངས་རྒྱས་ལ། ཅི་དང། དང་པོ་ཁོ་རང་གིས་ཞབས་ཞུ་ཞུས་ཡོད་རེད། ཡིན་ན་ཡང་ཞབས་ཞུ་ཞུས་པའི་སྐབས་ལ་སངས་རྒྱས་ལ་ཡོན་ཏན་ཟེར་དེ་སྣ་གཅིག་མཐོང་ཡོད་མ་རེད། ཡོན་ཏན་སྣ་གཅིག་མཐོང་ཡོད་མ་རེད། ཡིན་ན་ཡང་ཁ་སང་དེ་སོང་ཡོད་ན་ཞེས་རེད། ལི་པི་ཀ་མིག་གིས་ཅི་དང་ཁོ་རང་ལ་ད་སངས་རྒྱས་བཅོམ་ལྡན་འདས་ལ་འདྲེན་བདག་གི་སེམས་དེ་རང་བཞིན་གྱིས་ཡུམ་འདེགས་ཡོད་རེད་ཟེར་བ་རེད། དེའི་དབང་གིས་ཡོན་ཏན་མ་མཐོང་བ་དང། ཨ་ནི། ད་ཁོ་རང་གི་སྔོན་ནས་ཁྱད་ཆོས་གཅིག་འདུག་གོ། ཁྱད་ཆོས་གཅིག་པོ་དེ་ག་རེ་རེད་ལབ་ན། ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་ད་དེ་གི་མཛོད་བོད་ཀྱི་སྟེང་དེ་གི་ཨ་ནི་འོད་གསལ་དེ་ད། ཁོ་གར་ཟེར་ན་མཛོད་བོད་ནང་ལ་ག་ད་དེ་ལ་མཛོད་བོ་གཅིག་ཡོད་ར་བ་མཛོད་བོ་གཟིགས་ཡོད་ར་དེ། ཕ་ཆེན་དྲུག་ཉམས་སུ་མྱི་བའི་ཉམས་ལེན་གྱི་ཨ་ནི་འབྲས་བུ། རེད་ཟེར་བ་རེད། ཨོ་དེས་ན་དེ་གི་ཚོགས་གཉིས་ཀྱི་འབྲས་བུ་ཡོངས་སུ་རྫོགས་པ་ལ་བརྟེན་ནས་བྱུང་བའི་གི་ཨ་ནི་ཅིག་ཅིག་རྫོབ་བུ་ཡིན་ཙང་དེ་གི་དབང་གིས་འོད་གསལ་ཅིག་སངས་རྒྱས་བཅོམ་ལྡན་འདས་ལ་ཨ་ནི་ཡོང་གི་ཡོད་རེད། ད་དེ་སུ་ལ་མེད་པའི་ཁྱད་ཆོས་ཅིག་ཁོས་མཐོང་ཡོད་རེད། ཨོ་དེ་འདྲའི་ཅིག་མ་གཏོགས་ཨ་ནི་ཁོ་རང་གིས་ད་དམྱལ་བ་ལ་སྐྱེ་ཟེར་ཡ་འདྲ་བོ་དག་དེ་ཚོ་དག་གི་ལས་ཡི་དྭགས་ལ་ལྷག་པ་ཀོ་དམྱལ་བ་ལ་སྐྱེ་དེ་གི་བྱུང་ཡོད་རེད་བ། གང་དག་ཡས་གང་དག་གནས་བདེ་བར་ཆ་ཚང་དེ་དག་ང་ཚོས་པའི་ནང་ལ་དུ་བའི་ནང་ལོགས་ལ་བྱ་ཡོད་ན། སངས་རྒྱས་ཀྱི་བསྟན་པ་དེ་ལ་ནི་གང་དག་དོ་ད་རྡོག་རྡོག་བྱས་ན་གོ། ལེགས་པའི་སྐར་མ་དེ་དེ་རེད་བ། དུས་ལྷས་བྱིན་བྱ་དགོས་ཡོད་རེད་བ། དུས་ལྷས་བྱིན་དང་དུས་གཅིག་རེད་བསྡད་ཡོད་རེད་ཁོ་རང་ཚོ། ཨ་ནི་བྱེད་སྟངས་གང་དག་ཡས་དམྱལ་བ་ལ་ཡོད་རེད་ཟེར་གོ། ཨ་ནི། འཁོར་ལོས་གཡས། ཟེར་ནས་དུ་བའི་ནང་ལ་འཁོར་ལོས་གཡས་ནས་ཆགས་ཡོད་རེད། སངས་རྒྱས་ཀྱི་བསྟན་པ་ནང་ལ་གང་ལྟར་བསྟན་པ་བཞི་ཡི་ནང་ནས། རྣམ་འདྲེན་བཞི་ཡི་ནང་ནས་གང་དག་གིས་དེ་ལ་མ་གཏོགས་དེ་འདྲ་གི་འཁོར་ལོས་གཡས་ཆགས་པ་བྱུང་ཡོད་མ་རེད། ཨོ་འཁོར་ལོས་གཡས་ཟེར་དེ། དེ་འདྲ་གི་གཡས། དེ་འདྲ་གི་ཚབས་ཆེན་གྱི་ད། ཚད་མེད་ཀྱི་ལས་ཚབས་ཆེན་བསགས་ཡོད་རེད། དེ་འདྲ་ཡིན་ཙང་དམྱལ་བ་ལ་སྐྱེ་དགོས་དེ་འདྲ་ཡིན་ས་རེད། ལོངས།
དྲི་བ་བཞི་འདྲ་ཡོད་པས་དུས་ཚོད་མང་པོ་ཡོད་དུས་དྲི་བ་ཡོད་མ་རེད། ཨོ་པེ་མ་ལི་པེ་སྐར་མ་ལ་ཡང་ཁ་པར་བཏང་ན་སྐྱ་ཧིར་ལགས་འདུག་གདའ། ལིག་པེ་སྐར་མ་ཆེ་ཉེ་བ་ན་ལ་དང་ན་ཁ་པར་བཏང་ན་སྐྱ་ཧིར་འདུག་ཡ། ལ།
མ་ཡ་ཐུ་ལ།

ཨན་ཏེ་བཀའ་འདྲི་ཞུ་ཡ་དེ་གཅིག་དེ་ཡིན་ཁ་སང་མི་རྟག་པ་གསུངས་གནང་སོང་བ་ལ་མི་རྟག་པ་ལ་ནང་གསེས་ཁྲི་ཕྲག་ཡོད་རྒྱུ་རེད་ཨེ་མི་རྟག་པ་ག་སོ་རེད་ཉམས་ལེན་བྱས་པ་ཡིན་ན་ཁེ་ཕན་ག་རེ་ཡོད་རེད་ཡང་ཉམས་ལེན་མ་བྱས་པ་ཡིན་ན་ཨ་ནི་ཁོ་ག་སོ་རེད་སྐྱོན་ག་རེ་ཡོད་རེད་ཟེར་གྱི་ཁྱེད་ཨ་ནི་ད་ལྟ་ཡང། ག་སོ་རེད། གཅིག་དྲན་སོང་དེ་ག་འདྲའི་ཤུལ་བཞག་ཡིན། ཁོ་བོའི་རྩ་བ་སྡུག་སྐྱེས་དེ་དེ་ནི་མཁས་པའི་སྡུག་མི་སྐྱེས་སུ་འདུ་བ་ལ། ད་ག་སོ་ཁྱེད་ཀྱི་དགེ་འདུན་གྱི་དེ་དེ་མཁྱེན་གྱི་ཡོད་རེད་ང་ཚོ་མང་ཆེ་བ་ཤེས་གྱི་ཡོད་མ་རེད་ཨ་འདི་ལ་ཡ་གཅིག་འགྲེལ་བཤད་ཅིག་གནང་རོགས་གྱེས་སུ་ཞུ་བ་ཡིན་ཐུགས་ཆེ།
ཐུགས་ཆེ་ན་ཨ་འདི་ལ་ཐུགས་རྗེ་ཆེ། ཨ་ནི་ད་ད། མི་རྟག་པ་བསྒོམས་ན་ཁེ་ཕན་ག་རེ་ཡོད་སོང་ད་དེ་སྤྱི་དང་ཁ་སེང་མང་པོ་ཞུ་དཀའ་སྣང་ཚ་སོང་ཨ་ལ། མི་རྟག་པ་བསྒོམས་ན་ཁེ་ཕན་ཆེ་ཤོས་ཡོད་དོ་ཡོད་མི་རྟག་པ་བསྒོམ་པ་ཡིན་ན་ཐར་བ་དང་ཐམས་ཅད་མཁྱེན་པ་ཐོབ་བས་ཀྱི་ཁྱབ་སང་ཆེ་ཤོས་དེ་རེད་ལ། ད་མི་རྟག་པ་མ་གོམས་པ་ཡིན་ན་མི་རྟག་པ་ལ་ང་ཚོ་གོམས་གཤིས་རྩ་ནས་མེད་པས་ཨ་ནི་ང་ཚོ་སྔགས་གསང་སྔགས་བླ་མེད་ཀྱི་ད་ཉམས་ལེན་དེ་ནི་ཡར་བེད་དེ་ཅིག་དུང་འཁོར་ཞུས་ན་རེད་ད་ནང་བཞིན་གྱི་གསང་སྔགས་བསྡུས་པ་ད་ནང་བཞིན་གྱི་ད་ཕུར་བ་ལ་སོགས་པའི་གང་བྱས་ད་ཡི་དམ་བླ་མེད་ཀྱི་ཡི་དམ་ཐམས་ཅད་ཀྱི་ཉམས་ལེན་ཅིག་བྱས་པ་ཡིན་ན་མི་རྟག་པའི་ཀྱི་རྩིས་ཟིན་པ་ཅིག་མེད་ན། ལམ་ཐུན་མོང་བའི་རྩིས་ཟིན་གྱི་ཡོད་མ་རེད་ལམ་ཐུན་མོང་བའི་རྩིས་མ་ཟིན་ན་ཨ་ནི་ཕ་ཡི་ཐམས་ཅད་མཁྱེན་པ་ཐོབ་པའི་ད་ཕ་རི་པ་འགས་འདྲ་བོ་ཅིག་ཆགས་ཀྱི་ཡོད་རེད་བཤད་ཚང་དེ་ཡིན་དུས་བཙན་པ་མི་དར་བ་གོ་མེད་དེ་ད་ཕ་ཁྱབ་ཚང་ད་བཞི་བོ་ཅིག་ཡོད་རེད་བ་ལ་བཤད་ཚང་དང་པོ་དེ་མི་དར་བ་ཕ་ཡི་ནང་ལོགས་ལ་མངོན་རྟོགས་གང་དག་ཅིག་གི་ནང་ལོགས་ལ་བློ་རྟོགས་རྣམ་ཤེས་ཀྱི་ནང་ལོགས་ལ་ཡང་དང་པོ་ཨ་ནི་གར་གཟིགས་དགོས་རེད་ཟེར་ན། དང་པོ་དེ་དར་ཅོག་གི་རྟེན་བཟང་པོ་དེ་ངོས་ཟིན་དགོས་འདུག་བ། རྙེད་དཀའ་བ། དར་ཅོག་རྙེད་དཀའ་བ་བསམ་དགོས་འདུག་བ། གཉིས་པ་འཆི་བ་མི་རྟག་པ་དྲན་དགོས་འདུག་བ། ཨ་ནི་གསུམ་པ་ཁོ་བོའི། ཁ་སང་ལས་རྒྱུ་འབྲས་བསམ་དགོས་འདུག་བ། ཨ་ནི་བཞི་བ་ཁོ་བོའི་ཉེས་དམིགས་བསམ་དགོས་འདུག་བྱ་དང་བློ་ལྡོག་རྣམ་པ་བཞིའི་ནང་ནས་ཡང། གང་ལྟར་མི་རྟག་པ་དེ་གཙོ་བོ་ཅིག་གསུང་གི་ཡོད་རེད། དག་སྣང་ཞིང་ཕ་ཡི་ནང་ལ་དག་པོ་ཆོས་ཤེས་ནང་ལོགས་ལ་གང་དག། དང་པོ་དེ་གར་སོགས་པ་རེད། ཚེ་དེ་ལ་གཞལ་ན་འཆོལ་བ་མིན། ཨ་ནི། ཟེར་དུས་སྐབས་ལ་ཆོས་དེ་ལ་གཞལ་ན་འཆོལ་བ་མིན་པའི་གི་ཨ་ནི་ཚེ་དེ་གི་དང། གཉེན་པོ། སེར་སྣ་ཕག་དོག་ཡས་ཀྱི་གཉེན་པོ་དེ་དང་པོ་དག་འཇོག་དང་ཨ་ནི་འཆི་བ་མི་རྟག་པ་ལྷའི་རྒྱུ་འབྲས་བསལ་བ་དེ་བཞི་བོ་ཅིག་གསུངས་ཡོད་རེད། བཙལ་སྟངས་འདི་གལ་ཆེ་ཤོས་ཅིག་ཆགས་ཀྱི་ཡོད་རེད། དེ་མེད་ན་ང་ཚོ་གི་ཆོས་པ་ག་འདྲས་ཀྱི་རབ་ཆགས་ཡས་ཀྱི་གཞི་ཡོད་མ་རེད་ལ་ང་རང་ཚོ་ངེས་འབྱུང་ཟས་དེ་སྐྱེ་ཡས་ཀྱི་གཞི་རྩ་བརླགས་ཚར་རེད། དེ་ཡིན་ཙང་ངེས་འབྱུང་སྐྱེ་དགོས་ཀྱི་ཡོད་ན་ངེས་པར་དུ་བྱང་ཆུབ་ཅིག་དེ་བྱང་ཆུབ་སེམས་དང་སྟོང་ཉིད་དོད་པའི་ལྟ་བ་དེ་ཚོ་ཨ་ལས་གོམས་པ་ལས་སྔོན་ལ་མི་རྟག་པ་ཆེ་བ་མི་རྟག་པ་ལ་ནི་གོམས་གཤིས་སྤྲད་དགོས་ཏེ་གལ་ཆེ་ཤོས་ཅིག་ཆགས་དགོས་ཡོད་རེད་ཟེར་གོ་ཐལ་ཞུ་བས་ཡིན། དེ་ཡིན་ན་བྱང་ཆུབ་སེམས་སྐྱེ་དགོས་རེད་བྱང་ཆུབ་སེམས་སྐྱེས་སོང་ན། ཐར་བ་དང་ཐམས་ཅད་མཁྱེན་པ་ཐོབ་ཡས་ཀྱི་རྒྱུ་ངོ་བོ་དེ་ཡོང་གི་ཡོད་རེད་ཨོ་དེ་ཡིན་ཙང་ང་ཚོ་མི་རྟག་པ་གོ་མེད་དང་མི་རྟག་པ་ལ་ཅི་བྱེད་དེ་ཤི་བོ་ཞིག་གལ་ཆེན་པོ་ཆགས་ཀྱི་འདུག་ཁྱབ་ཚང་ཆེ་ཤོས་ཆགས་དགོས་ཡོད་རེད་ཟེར་ཞུ་བས་ཡིན། ཨ་ནི་གང་ལྟར་ག་རེ་ཟ་ཨ་མཆི་ལགས། གཅིག་པོ་དེ་ཚིག་དེ་ངས་དྲན་མ་སོང།

དེ་ནི་མཁས་པས་སྡུག་མི་གྱེས་སུ་དུ་བ་ལ། བླངས། བསྟན་ན་དེ།
ཁོ་བོའི་རྩ་བ་འདུ་བྱེད་དེ་ཟད་ད་གདོད་དེ་རང་རེད་ལ་འདུ་བྱེད་ཁྱད་པར་འདུ་བྱེད་ཀྱི་སྡུག་བསྔལ་དེ་ལ། གུ་གུ་རུ་བ་ལ། ཁྱད་པར་འདུ་བྱེད་ཀྱི་སྡུག་བསྔལ་དང་རང་རེད། དེ། མཁས་པས་ཀྱི། རྟགས་འོང་དུས་ང་ཚོས་གང་དག་ཕ་འདུ་བྱེད། འདུ་བྱེད། འདུ་བྱེད་པོ་མི་རིགས་ཟས་བཅོས་བ་ཨོ་དེ་རེད། དེ་ཕ་ཆེན་འབྲོག་ཁུལ་ཟེར་དེ་གཅིག་པ་ཡིན་ས་རེད། བྱས་ཙང་གདུལ་བྱ་གི་སྡུག་བསྔལ་དེ་ཨ་ནི་མཁས་བ་རྣམས་ཀྱིས་བརྟགས་འོང་དུས་གདུལ་བྱ་གི་སྡུག་བསྔལ་དེ་ཨ་ནི་བརྗེད་ཐུབ་བ་དང་ཨ་ནི་བློན་པོ་འཇིག་རྟེན་ལས་དང་པོ་བ་རྣམས་ཀྱིས་བརྟགས་འོང་དུས་ཨ་ནི་དེ་སྤུ་རིས་བརྗེད་ནས་བྱེད་མི་ཐུབ་བ་དེ་རྩོད་པ་དེ་ག་བར་བྱས་ཟེར་ན། ཟག་བཅས་ཀྱི་ཁ་ཆེ་སྐད་ཅིག་སྐད་ཅིག་གིས་རང་གྲུབ་དུས་ཀྱི་སྐད་ཅིག་གཉིས་བར་མི་སྡུད་པའི་རྒྱུ་སྐར་ཕྲ་མོ་དེ་ཨ་ནི་དང། འཇིག་རྟེན་པ་རྣམས་ཀྱི་རྟགས་འོང་དུས་དེ་ཡི། བདེ་བ་མཆོག་ཏུ་འགྱུར་བ་དེ་ལྟ་གི་ཡོད་རེད། ཡིན་ན་ཡང་མཁས་པ་འཕགས་པ་རྣམས་ཀྱི་རྟགས་འོང་དུས་ཨ་ནི་ཕ་ཡི་ནང་ན་ལ་དེ་ཡི་ཨ་ནི་མི་བདེན་པ་ཨ་ནི་སྡུག་བསྔལ་བ་ཅིག་མཐོང་གི་ཡོད་རེད། ཨོ་དེ་ཟིག་ཡོད་ས་རེད།